གྲོགས་ཆུང་ཆུང་ཚོ། ངས་ཁྱེད་ཚོ་གང་དག་གཟིགས་ཡིན། གང་ཡིན་ཟེར་ན། དུས་ཚོད་འགའ་ཤས་ནང་བཟོད་ང་རང་སོ་སོའི་སློབ་སྦྱོང་དང། ལས་ཀའི་བྲེལ་བ་གིས་ཁྱེད་ཚོར་གྲུམ་བཤལ་གྱི་དུས་ཚོད་བྱུང་མ་སོང། ཡིན་པ་ཡིན། ངས་ལས། ངས་ཁྱེད་ཚོ་བརྗེད་མེད། བྱས་ཙང། དེ་རིང་ངས་ཁྱེད་ཚོར་ཡ། ཡང་བརྒྱ། གྲུམ་སྙན་པོ་ཆེ་བཤད་ཁག་ཡོང་བ་ཡིན། ད་རིང་ཆུ་ལྕོག་གིས་ཁྱེད་ཚོར་ཡ་བཤད་ཡག་གི་གྲུམ་དེ་མིང་ལ་ཡ། གྲུ་པ་དང་སྙན་ངག་པ་བསྲེ་བོ་རེད། དང་པོ་དེ་ཁྱེད་ཚོས། གྲུ་པ་ཟེར་ན་གར་བསྲེ་བོ་རེད། སྙན་ངག་པ་ཟེར་ན། གར་བསྲེ་བོ་རེད། འདི་གཉིས་ཀྱི་དོན་དག་ཤེས་པ་བྱེད་བོ་རེད། གྲུ་པ་ཟེར་ན། གྲུ་བཏགས་མཁན་གྱི་མི་ལ་ཡང་གྲུ་པ་ཟེར་འོག་རེད། སྙན་ངག་པ་ཟེར་ན། ནམ་རྒྱུན་སྙན་ངག་བྲིས་ཏེ་ཡན་དེ་ཚོ་ཡང་སྙན་ངག་པ་ཟེར་འོག་རེད། ཨོ་ཡ། ད་ཁྱེད་ཚོས་གྲུ་པ་དང་སྙན་ངག་པའི་དོན་དག་མགོ་ཚོས་ཙང་ཅི་ཆོག་གི་ཁྱེད་ཚོ་གྲུམ་དེ་མགོ་བཙུགས་གི་གདའ། སྙེ་མ། ལུང་པ་སྤྱི་ལ་ཡ། སྙེ་ངག་པ་སྐད་གྲགས་ཆེན་པོ་བྱོས་རེད། སྙེ་ངག་པ་དེ་བྲིས་པའི་སྙེ་ངག་ལ་ཡ། མི་མང་པོས་དགའ་པོ་བྱེད་ཀྱི་ཡོད་པ་རེད། བྱས་ཙང། སྙེ་ངག་པ་དེས་ནམ་ཞག་རྒྱུན་ལྡན་ནས་སྙེ་ངག་བྲིས་པའི་ཐོག་ནས་འཚོ་བ་སྐྱེལ་གྱི་ཡོད་པ་རེད། ད་ག་ནང་བཞིན། ལུང་པ་འདི་འགྲམ་ལ་ཡ་གཙང་ཆུ་བྱོས་པ་རེད། གཙང་ཆུ་དེའི་ནང་ལ་ཡང་གྲུ་བཏང་མཁན་གྱི་གྲུ་པ་ཞིག་ཡོད་པ་རེད། གྲུ་པ་དེ་རྒྱུན་ལྡན། གྲུའི་ནང་ལ་ཡང་མི་ཕར་ཚུར་བསྐྱལ་བའི་ཐོག་ནས་འཚོ་བ་སྐྱེལ་གྱི་ཡོད་པ་རེད། ཉིན་མ་གཅིག་སྙན་ངག་པ་དེ་གྲུ་པ་དེའི་གྲུའི་ནང་བསྡད་ནས་གཙང་པོའི་ཡུལ་ལྗོངས་ལ་ཡང་ལྟད་མོ་ད་ག་ཕྱིན་པ་རེད། སྙན་ངག་བ་དེས། འཕྲུལ་ནག་ནས། གཙང་པོ་དང། རི། ཤིང་སྡོང། ད་དུང། བྱ་དང་བྱིའུ། དེ་མ་ཟད། ཉི་མ་མ་བཞུད་འགྲོ་བའི་སྐབས་ཀྱི་ནམ་མཁའ་དང་སྤྲིན་པའི་ཁ་དོག་སྙིང་རྗེ་མོ་ཐུང་དུས་ཙམ་པ། ཁོ་རང་གི་སེམས་པའི་ནང་ལ་ཡང་ཁོ་རང་ལྷ་ཡུལ་ལ་སླེབས་པ་དང་འདྲ་བའི་ཚོར་སྣང་མང་པོ་བྱུང་ནས་ད་ག་རང་ལ་ཡང་སྙན་ངག་མང་པོ་ཅིག་གྱེར་འདོན་བྱས་པ་རེད། སྙན་ངག་པ་དེ་སོ་སོས་གྱེར་འདོན་བྱས་པའི་སྙན་ངག་ལ་ཡང་ཡིད་སྨོན་དང་སྤོབས་པ་སྐྱེས་ནས་གྲུབ་པ་འདི་ལ་ཡང་འདི་འདྲས་བྲིས་པ་རེད། ཝེ་གྲུབ་པ། ཁྱོད་ཀྱིས་སྙན་ངག་ཤེས་ཀྱི་ཡོད་པས།

ཅེས་ལབ་པ་རེད། འདུ་བྱེད་ནས་དུས་ཚོད་ཏོག་ཙམ་ཕྱིན་པའི་རྗེས་ལ་ཡ། གཙང་པོའི་ངོས་སུ་རླུང་འཚུབ་བརྒྱབ་ནས་རྦ་རླབས་བྱུང་ཡག་འགོ་བཙུགས་མ་ཟད། གྲུ་ཡང་ཡོམ་ཡོམ་བྱེད་ཡག་འགོ་བཙུགས་པ་རེད། འདི་འདྲའི་དུས་ཚོད་ཅིག་ལ་ཡ། གྲུ་པ་དེ་སེམས་ཁྲལ་ཆེན་པོའི་ངང་ནས་སྙན་ངག་པ་ལ་ཡ་འདི་འདྲས་བྲིས་པ་རེད། ཨོ། ཀོང་བོད་ལགས། ཁྱེད་རང་གིས་ཆུ་རྒྱས་ཤིང་ཡོད་ན། ཞེས་བྲིས་ཙང་སྙན་ངག་པ་དེས། ཨ། ངས་ཆུ་འགེལ་ཤེས་ཀྱི་མེད། ཅེས་ལན་བཏབ་པ་རེད། དེ་དུས། གྲུ་པ་དེས་སྙན་ངག་པ་དེར་བལྟས་ནས། ད་བྱས་ན། ཁྱེད་རང་གི་མི་ཚེ་གང་ག་རྫོགས་ཚར་བ་རེད། ཅེས་ལན་བརྒྱབ་པ་རེད། ཨོ་ཡ་གྲོགས་པོ་ཆུང་ཆུང་ཚོ། ཁྱེད་རང་ཚོས་སྒྲུང་གི་ནང་དོན་ཏོག་ཙམ། སྒྲུང་དེའི་གི་བསླབ་བྱ་གར་བསྟན་གྱི་ཡོད་མེད་ཤེས་ཡོད་ཤག་རེད། སྒྲུང་དེའི་བསླབ་བྱ་གཙོ་བོ་ནི། ང་ཚོའི་སྤྱི་ཚོགས་ནང་ལ་ཡང། མཁས་པ་ཡིན་ནི་རེད། མཁས་པ་མ་ཡིན་ནི་རེད། མི་སློབ་སྦྱོང་ཡོད་མཁན་ཡིན་ནི་རེད། སློབ་སྦྱོང་མེད་མཁན་ཡིན་པ་ཡིན་ནི་རེད། ཕྱུག་པོ་ཡིན་ནི་རེད། སྤྲང་པོ་ཡིན་ནི་རེད། གང་ལྟར། མི་ཚང་མའི་རྒྱུད་ལ་ཡང། སོ་སོར་དཔག་པའི་ཡོན་ཏན་རེ་རེ་དང་འཇོན་ཐང་རེ་རེ་ཡོད་པ་རེད། བྱས་ཙང། སོ་སོར་ཡོད་པའི་འཇོན་ཐང་དང་ཡོན་ཏན་ལ་ཡང། སྤོབས་སེམས་དང་ང་རྒྱལ་བྱེད་རྒྱུ་མེད་པ་བསྟན་པ་རེད། གང་ཡིན་ཟེར་ན། སོ་སོས་མ་ཤེས་པའི་ཡོན་ཏན་དང། སོ་སོས་མ་འཇོན་པའི་ལས་ཀ་ཡང་མི་གཞན་གྱིས་འཇོན་གྱི་ཡོད་པའི་གནས་ལུགས་འདི་ཤེས་པ་བྱེད་དགོས་རེད། གལ་སྲིད་ང་ཚོས་འདི་ཤེས་པ་ཡིན་ན། ང་ཚོས་མི་ཆ་ཚང་ལ་ཡང་གཅིག་མཚུངས་ཀྱིས་ལྟ་ཐུབ་པ་དང། མི་ཆ་ཚང་གི་ལས་ཀ་དང་ཡོན་ཏན་ལ་ཡང། སོ་སོའི་ཡོན་ཏན་ལ་བརྩི་འཇོག་བྱེད་པ་ནང་བཞིན་གཞན་གྱི་ཡོན་ཏན་དང་འཇོན་ཐང་ལ་ཡང་བརྩི་འཇོག་བྱེད་ཐུབ་ཀྱི་ཡོད་པ་བསྟན་པ་རེད། གལ་སྲིད། ཁྱེད་རང་གིས་སོ་སོ་གཅིག་པུའི་ཡོན་ཏན་དང། འབྱོན་ཐང་ལ་ཡ་ང་བརྒྱད་དང་སྤོབས་པ་ཆེ། གཞན་གྱིས་འདི་མ་ཤེས་པའི་རྒྱུ་མཚན་གྱིས་འཐུང་ཆུང་བྱས་པ་ཡིན་ན། རྗེས་མ། སོ་སོས་མ་ཤེས་པའི་ཡོན་ཏན་དང། སོ་སོས་མ་འབྱོན་པའི་ལས་ཀའི་སྐབས་སུ། གཞན་གྱིས་རང་ལ་ཡ། རོགས་པ་བྱེད་ཀྱི་མེད་པར་བསྟན་པ་རེད། དེས་ནི། ཁྱེད་ཚོས་དགོངས་ལ་ཡ། སྙན་ངག་པ་དང། གྲུབ་པའི། གྲུབ་ངེས་པ་ནང་བཞིན་རེད། འོ་ཡ། ད་དེ་རིང་གི་སྒྲུང་བཤད་མཚམས་ད་ག་བཞག་གི་ཡིན།